གྲོགས་ལྷན་རྒྱས་སྐུ་ཁམས་བཟང། ད་ལྟ་ཁྱེད་རྣམ་པས་ཉི་གཞོན་གྱི་ས་ག་ཟླ་བའི་དམིགས་བསལ་གྱི་ལེ་ཚན་སྟོན་པའི་མཛད་རྣམ་ཀློག་འདོན་ཞུས་པ་དེ་གསན་བཞིན་པ་རེད། གཤམ་ལ་ཡང་གནས་བརྟན་གསེར་རིའི་དར་མས་བརྩམས་ཤིང་ངེས་དོན་རྒྱ་མཚོས་བོད་སྐད་ནང་བསྒྱུར་གནང་བའི། སྟོན་པའི་མཛད་རྣམ་གསལ་བའི་མེ་ལོང་ཞེས་པ་ཀློག་འདོན་ཞུ་གི་ཡིན་པས་རྣམ་པ་ལེན་མཁན་ཚོ་ཐུགས་སྤྲོ་པོའི་ངང་གསན་རོགས་གནང། ལེའུ་ཉེར་གཉིས་པ། སྲས་མོ་གྲགས་འཛིན་མ། སངས་རྒྱས་བཅོམ་ལྡན་འདས་ཕོ་བྲང་དུ་བྱོན་ཏེ་ཞལ་ལག་བཞེས་གྲུབ་རྗེས་སྲས་མོ་གྲགས་འཛིན་མ་མ་གཏོགས་ཕོ་བྲང་གི་དཔོན་གཡོག་ཀུན་གྱིས་རྒྱལ་སྲས་གཞོན་ནུ་དོན་གྲུབ་ཕྱིར་ཕོ་བྲང་དུ་ཕེབས་པ་ཐོས་ནས་ཁོང་ལ་གུས་ཞབས་དང་བཀའ་སློབ་ཞུ་རུ་བཅར་བ་རེད། ཁོང་ཚོ་ཚང་མས་སྙིང་ནས་བརྩེ་བའི་རྒྱལ་སྲས་གཞོན་ནུ་དོན་གྲུབ་ནི་ད་ལྟའི་སྐབས་སུ་སྐུ་ལ་ངུར་སྨྲིག་གི་གནམ་ས་བཞེས་ཤིང་སྐྱེ་འགྲོ་ཀུན་གྱི་ཕྱག་དང་བསྐོར་བ་བྱེད་ཅིང། དགའ་མོས་ཀྱིས་གུས་བཀུར་ཞུ་ས་ཞིག་ཏུ་གྱུར་པ་མཇལ་བས། ཁོང་ཚོའི་སེམས་ལ་བརྗོད་ལས་འདས་པའི་ངོ་མཚར་དང་བླ་ན་མེད་པའི་དགའ་སྤྲོ་ཡིས་ཁེངས་པ་རེད། འོན་ཀྱང་སྲས་མོ་གྲགས་འཛིན་མ་ནི། མོ་རང་རང་ཉིད་ཀྱི་གཟིམ་ཁང་དུ་བཞུགས་ཏེ་འདི་འདྲིས་བསམ་ཞོར་བ་རེད། ད་ལྟའི་སྐབས་སུ། རྒྱལ་སྲས་གཞོན་ནུ་དོན་གྲུབ་ནི་མངོན་པར་རྫོགས་པར་སངས་རྒྱས་ཏེ་བདེ་གཤེན་གཤེགས་པའི་རིགས་སུ་གྱུར་པ་ཡིན་པས། དུས་ད་ནས་བཟུང་ཁོང་ལ་ང་དགོས་མཁོ་མེད་ལ། གལ་སྲིད་དགོས་ནའང་འགྲིག་ཐབས་ག་ལ་ཡོད། དེར་བརྟེན། ཁོ་མོ་སངས་རྒྱས་བཅོམ་ལྡན་འདས་མཇལ་དུ་ཕྱིན་ན་འོས་འཚམས་རང་ཨ་ཡིན། ད། ཅི་ཞིག་བྱས་ན་བཟང། སྙམ་ནས་ཐུགས་བསམ་བཞེས་རྗེས་སླར་ཡང་འདི་ལྟར། གང་ལྟར། ངས་ཁོང་ལ་མཇལ་ཁ་ཞུ་རྒྱུ་ཅུང་ཙམ་ཕྱིར་འགྱངས་བྱས་ན་བཟང། གལ་སྲིད་ཁོང་ངའི་གཟིམ་ཁང་དུ་བྱོན་ན། ངས་ཀྱང་ཁོང་ལ་འོས་ཤིང་འཚམས་པའི་གུས་ཞབས་བསུ་བ་ཞུ་རྒྱུ་ཡིན་སྙམ་ནས་ཞུ་བ་རེད། ཅུང་མར་འགོར་བའི་རྗེས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཡབ་རྒྱལ་པོ་ལ་འདི་འདྲས་གསུངས་པ་རེད། སྲས་མོ་གྲགས་འཛིན་མ་གང་དུ་ཡོད། ཅེས་བཀའ་འདྲི་གནང་བར། ཡབ་རྒྱལ་པོས། མོ་རང་རང་ཉིད་ཀྱི་གཟིམ་ཁང་དུ་འདུག། ཅེས་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས། འོ་ན། ང་ཚོ་མོ་རང་གི་གཟིམ་ཁང་དུ་འགྲོ། ཞེས་གསུངས་ནས་ལྷུང་བཟེད་ཡབ་རྒྱལ་པོའི་ཕྱག་ཏུ་གཏད་དེ། སྲས་མོ་བྲག་འཛིན་མའི་གཟིམ་ཁང་དུ་བྱོན་པ་རེད། དེ་ནས་སངས་རྒྱས་བཅོམ་ལྡན་འདས་བྲག་འཛིན་མའི་གཟིམ་ཁང་དུ་འཛུལ་སྐབས། ཁོང་གིས་འཁོར་ཚོགས་རྣམས་ལ་སྨྲས་པ། སྲས་མོ་བྲག་འཛིན་མས་མོ་རང་གི་ཐུགས་དུས་གང་ཡོད་ཀྱིས་ང་ལ་གུས་ཞབས་བྱེད་དུས། ཁྱེད་ཅག་གིས་མོ་རང་ལ་གང་ཅི་ཡང་མི་གསུང་བར་ཁ་རོག་གེར་བཞུགས་རོགས་གནང། ཞེས་གདམས་པ་རེད། སྲས་མོ་གྲགས་འཛིན་མས་སངས་རྒྱས་བཅོམ་ལྡན་འདས་རང་གི་གཟིམ་ཁང་དུ་ཕེབས་བཞིན་པ་ཤེས་ནས། ཞབས་ཕྱི་མ་རྣམས་ལ་ངུར་སྨྲིག་གིས་གོས་བགོས་ཏེ། སངས་རྒྱས་བཅོམ་ལྡན་འདས་ཕེབས་བསུ་བྱེད་དུ་བཏང་བ་རེད། དེ་ནས་སངས་རྒྱས་བཅོམ་ལྡན་འདས་གྲགས་འཛིན་མས་གཟིམ་ཁང་དུ་བྱོན་ཏེ་བཞུགས་ཁྲི་ལ་མ་བགོས་པའི་སྔོན་དེར། གྲགས་འཛིན་མ་མྱུར་སྟབས་ངང། སངས་རྒྱས་ཀྱི་སྐུ་མདུན་དུ་བཅར་ནས་ཙོག་པུར་འདུག་སྟེ། ལག་ཟུང་གིས་སངས་རྒྱས་བཅོམ་ལྡན་འདས་ཀྱི་ཞབས་ཀྱི་ལོང་བུ་ལ་འཇུས་ཤིང། མགོ་བོ་ཞབས་ཀྱི་སྟེང་དུ་བཞག་ནས་མིག་ཆུ་ཡིས་ཁོང་གི་ཞབས་གཉིས་རློན་པ་མ་ཆགས་བར་དུ་ངུ་རྟགས་མ་ཆོད་པ་རེད། དེ་དུས་མི་སུ་གཅིག་གིས་ཀྱང་མོ་རང་ལ་བཀག་འགོག་མ་བྱས་པ་མ་ཟད། སངས་རྒྱས་བཅོམ་ལྡན་འདས་ཀྱིས་ཀྱང་ཞལ་ནས་ཅི་ཡང་མ་གསུངས་པར་མོ་རང་ངུས་ནས་ཐང་མ་ཆད་བར་དུ་དེ་ལྟར་བྱས་ནས་སྡོད་དུ་བཅུག་པ་རེད། དེ་ནས་མོ་རང་གིས་བཅོམ་ལྡན་འདས་ཀྱི་ཞབས་ལ་འགོད་པའི་མིག་ཆུ་རྣམས་གཙང་ཕྱིར་བཞུས་ཏེ་གུས་ཤིང་བཀུར་བའི་སྒོ་ནས་སར་བསྡད་པ་ན་མོ་རང་གི་རྒྱུ་བུ་རྒྱལ་པོ་ཟས་གཙང་མས་སངས་རྒྱས་བཅོམ་ལྡན་འདས་ལ་འདི་འདྲས་གསུངས་པ་རེད། འཇིག་རྟེན་གྱི་མགོན་པོ་ལགས། ངེད་ཚང་གི་མནའ་མ་སྟེ་སྲས་མོ་གྲགས་འཛིན་མས། ཁྱེད་ཀྱིས་ངུར་སྨྲིག་གི་ནམ་ཟ་ཞེས་པ་ཐོས་མ་ཐག། མོ་རང་གིས་ཀྱང་དེ་ལྟར་ངུར་སྨྲིག་གི་གོས་གོན་ནས་བསྡད། ཡང། ཁྱེད་ཀྱིས་ཉིན་གཅིག་ལ་སུལ་ཚིག་ཐེངས་གཅིག་ལས་བཞེས་ཀྱི་མེད་པ་ཐོས་པ་ན། མོ་རང་གིས་ཀྱང་དེ་ལྟར་བྱས། ཁྱེད་ཀྱིས་ཁྲི་མཐོན་པོར་བཞུགས་རྒྱུ་སྤངས་པ་སོགས་ཐོས་པས། མོ་རང་ཡང་དུས་དེ་ནས་བཟུང། གདན་དམའ་བ་ལ་བཞུགས་པའི་འགོ་བརྩམས་པ་རེད། ཁྱེད་ཀྱིས་མཛེས་པའི་རྒྱན་ཆ་དང། སྐུ་ལུས་ལ་དྲི་ཞིམ་བྱུགས་པ་སོགས་སྤངས་པ་ཐོས་པས་མོ་རང་གིས་ཀྱང་དེ་དག་ཐམས་ཅད་སྤངས། མ་ཟད་མོ་རང་གི་གཉེན་ཉེ་རྣམས་ཀྱིས་ཕོ་ཉར་བ་བཏང་སྟེ། ཁྱེད་ཕྱིར་རང་གི་རྒྱལ་སར་ལོག་ཅིག་ཅེས་བཤད་དུས། མོ་རང་གིས་ཁོང་ཚོའི་ཞུ་བ་དང་ལེན་བྱེད་རྒྱུ་ཕར་ཞོག་ཐ་ན་མིག་ཟུར་ཙམ་ཡང་མ་བལྟས་པར་བསྡད། ང་ཚོའི་མནའ་མ་ནི་འདི་འདྲའི་བཟང་པོའི་ཡོན་ཏན་དང་ལྡན་པ་ཞིག་ཡིན། ཞེས་ཞུས་པ་ན། སངས་རྒྱས་བཅོམ་ལྡན་འདས་ཀྱིས་དེར་ཡོད་རྣམས་ལ་སྨྲས་པ། མོ་རང་གིས་ང་ལ་དེ་ལྟ་བུའི་མཐུན་འགྱུར་ཞུ་བ་འདི་ནི། སྐྱེ་བ་འདི་ཕྱི་པོ་ཙམ་མ་ཡིན་པར། སྔོན་གྱི་སྐྱེ་བ་རྣམས་སུའང་ཁོང་གིས་ང་ལ་དམ་ཚིག་མཐུན་ཞིང་དད་གུས་ཆེན་པོའི་སྒོ་ནས་བསྲུངས་ཤིང་བསྐྱབས་པ་བགྲང་གིས་མི་ལངས་སོ། ཞེས་གསུངས་ཏེ། སྔོན་གྱི་སྐྱེས་རབས་ལས། ལྗང་གི་ན་ར་བྱ་རྟ་ཀའི་རྟོགས་བརྗོད་གསུངས་པ་རེད། ལེའུ་ཉེར་གསུམ་པ། སྲས་གའོ། སྲས་གའོ་ནི་རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱི་སྤུན་མཆེད་ཡིན་ཞིང། ཁོང་དགུང་གྲངས་སུམ་ཅུ་སོ་ལྔར་སོན་པ་ན། ཡབ་རྒྱལ་པོ་ཟས་གཙང་མའི་ཐུགས་ལ། ད་ནི་སྲས་གའོ། སྲས་མོ་ཇཱ་ནཱ་པ་ཏཀ་ལ་ཡང་ནི་དང་གཉེན་སྒྲིག་བྱེད་དུ་བཅུག་སྟེ། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱི་རྒྱལ་ཚབ་ཏུ་དབང་བསྐུར་རྒྱུ་ཡིན་སྙམ་དུ་སེམས་ཏེ། གནས་སྐབས་རིང་ཁོང་གཉིས་ཕོ་བྲང་གཞན་པ་ཞིག་ཏུ་བཞག་པ་རེད། ཡབ་རྒྱལ་པོ་ཟས་གཙང་མའི་དགོངས་པར་ཁོང་གཉིས་ཀྱི་གཉེན་སྒྲིག་གི་མཛད་སྒོ་དང་རྒྱལ་སྲིད་དུ་དབང་བསྐུར་རྒྱུ། དེ་བཞིན་སངས་རྒྱས་བཅོམ་ལྡན་འདས་ཚུར་གསེར་གྱི་གཞི་ལ་འབྱོན་སྐབས་ཀྱི་ཕེབས་བསུའི་མཛད་སྒོ་རྣམས་མཉམ་དུ་གོ་སྒྲིག་ཞུ་དགོས་དགོངས་ཏེ་སྲས་དགའ་བོ་དང་ཁོང་གི་བཙུན་མོ་གཉིས་ལ་བྱིན་རླབས་ཞུ་རྒྱུར་སྒུག་ནས་བཞུགས་པ་རེད། སངས་རྒྱས་བཅོམ་ལྡན་འདས་སེར་སྐྱའི་གཞི་ལ་ཕྱིར་ཕེབས་གནང་བའི་ཉིན་གསུམ་གྱི་རྗེས་སུ། ཡབ་རྒྱལ་པོ་ཟས་གཙང་མས་སྲས་དགའ་བོའི་གཉེན་སྒྲིག་གི་མཛད་སྒོ་གྲ་སྒྲིག་གནང་སྟེ་སངས་རྒྱས་བཅོམ་ལྡན་འདས་མཛད་སྒོ་དེར་བཞུགས་རྒྱུའི་གདན་འདྲེན་ཞུས་པ་རེད། བཅོམ་ལྡན་འདས་མཛད་སྒོ་འདིར་ཕེབས་ནས་ཉིན་གུང་གསོལ་ཚིགས་བཞེས་གྲུབ་རྗེས། ཁོང་གིས་དེར་ཡོད་སྐྱེ་བོའི་ཚོགས་ལ་བྱིན་རླབས་དང་དམ་པ་གནང་སྟེ། སྲས་དགའ་བོའི་ལག་ཏུ་ལྷུང་བཟེད་གཏད་ནས་ཕྱིར་ཕོ་བྲང་དུ་ཕེབས་པ་རེད། དེ་དུས་བསད་དགའ་བོའི་སེམས་སུ། མགོན་པོ་གང་གིས་ལྷུང་སྲིད་དེ་ཕོ་བྲང་གི་ཕྱི་སྒོ་ནས་ཞི་རྒྱུ་རེད་སྙམ་ནས་ཕྱིན་ན་ཡང། སངས་རྒྱས་བཅོམ་ལྡན་འདས་ཀྱིས་བསད་དགའ་བོའི་ལག་ནས་ལྷུང་སྲིད་མ་ཤེས་པར་ཤར་མར་བྱོན་པས། ཡང། བསད་དགའ་བོའི་སེམས་སུ། ཨོ། ད། ཁོང་གིས་ལྷུང་སྲིད་དེ་ཕོ་བྲང་གི་སྒོ་ཆེན་ཕྱི་ནས་ཞི་རྒྱུ་རེད་སྙམ་སྟེ། ཁོང་གིས་ཕྱིར་འབྲངས་ནས་འགྲོ་བཞིན་པ་ཁོའི་སྣང་མེད་མཐོང་སྟེ་འདི་འདྲས་བསམས་པ་རེད། སྲས་དགའ་བོས་སངས་རྒྱས་བཅོམ་ལྡན་འདས་ལྷ་ཁང་བར་དུ་ཕེབས་སྐྱེལ་བྱེད་ཀྱིན་འདུག་སྙམ་ནས་འདི་འདྲས་གསུངས་པ་རེད། སྙིང་ནས་བརྩེ་བའི་སྲས་དགའ་བོ། ཁྱེད་ཀྱིས་སངས་རྒྱས་བཅོམ་ལྡན་འདས་ཕེབས་སྐྱེལ་ཞུས་གྲུབ་རྗེས་འགོར་འགྱངས་མི་བྱེད་པར་མྱུར་སྟབས་ཀྱིས་ཚུར་ཕེབས་ཤོག། ཅེས་བཤད་པ་རེད། སྲས་དགའ་བོས་སངས་རྒྱས་བཅོམ་ལྡན་འདས་ཀྱི་ལྷུང་བཟེད་བསྐྱེལ་ཕྱིར་ལྷ་ཁང་དུ་ཕྱིན་པ་ན། བཅོམ་ལྡན་འདས་ཀྱིས་ཁོང་ལ་འདི་འདྲས་གསུངས་པ་རེད། སྲས་དགའ་བོ། ཁྱོད་རབ་ཏུ་བྱུང་བར་འདོད་ལགས་སམ། ཞེས་བཀའ་འདྲི་གནང་བར། སྲས་དགའ་བོས། འདོད་ལགས་སོ་ཞུས་པས་སངས་རྒྱས་བཅོམ་ལྡན་འདས་ཀྱིས་སྲས་དགའ་བོ་རབ་ཏུ་བྱུང་བར་མཛད་པ་རེད། ཕྱིས་སུ་སྲས་དགའ་བོས་དུས་ནམ་ཡིན་ཡང་རང་གི་མཛེས་སྡུག་ཡིད་དུ་འོང་བའི་མནའ་མ་དྲན་ནས་སེམས་མི་དགྱེས་ཅིང་སྡུག་བསྔལ་གྱིས་གནོན་ཏེ་བསྡད་པ། ཁོང་གིས་ཆོས་ཀྱི་སྤུན་གྲོགས་རྣམས་ཀྱིས་མཐོང་སྟེ་འདི་འདྲས་གསུངས་པ་རེད། ཁྱོད་ཀྱི་རྒྱུ་མཚན་ཅིའི་ཕྱིར་འདི་འདྲའི་སེམས་སྡུག་བྱེད་ཀྱི་ཡོད། ཅེས་དྲིས་པར་སྲས་དགའ་བོས། ཆོས་ཀྱི་སྤུན་གྲོགས་རྣམས། ཁོ་བོས་རབ་བྱུང་གི་འཚོ་བ་སྐྱེལ་མི་ཐུབ་པས་ངས་སྡོམ་པ་བླང་བ། འགྱོད་པ་སྐྱེ་གི་འདུག་དེས་ན། ངས་དགོན་པ་བཞག་སྟེ་རང་ཁྱིམ་དུ་ལོག་འདོད་འདུག་ཅེས་ལན་བཏབ་པ་རེད། དེ་ནས་ཆོས་ཀྱི་སྤུན་གྲོགས་རྣམས་ཀྱིས་གནས་ཚུལ་དེ་སངས་རྒྱས་བཅོམ་ལྡན་འདས་ལ་སྙན་གསེང་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་སྲས་དགའ་བོ་ལ། སྤྲེའུ་མོ་ཞིག་དང་མཁའ་འགྲོ་མ་འགའ་ཤས་བསྟན་ཏེ་སྨྲས་པ། སྲས་དགའ་བོ། ཁྱེད་ཀྱིས་ཡིད་དུ་འཕངས་ཤིང་རྩ་ཆེ་བའི་མནའ་མ་དེ་དང་མཁའ་འགྲོ་མ་དེ་ཚུར་ལས་སུ་མཛེས་ཤིང་ཡིད་དུ་འོང་བ་འདུག། ཅེས་བཀའ་འདྲི་གནང་བར་སྲས་དགའ་བོ་ན་རེ། ཨོ། བདེ་བར་གཤེགས་པ་ལགས། མཛེས་ཤིང་ཡིད་དུ་འོང་བའི་མཁའ་འགྲོ་མ་དེ་དག་དང་བསྡུར་ན་ངའི་མནའ་མ་ནི་སྤྲེའུ་མོ་འདི་དང་འདྲ་བ་འདུག། ཅེས་ཞུས་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་སྲས་དགའ་བོ་ལ་སླར་ཡང་སྨྲས་པ། དེས་ན། ཁྱོད་ཀྱི་སེམས་ཤུགས་མ་ཆག་པར་ཁོ་བོས་ལེགས་ཉེས་ཀྱི་ལམ་སྟོན་ཇི་ལྟར་མཛད་པ་བཞིན་ཧུར་བརྩོན་ཆེན་པོའི་ཐོག་ནས་ཉམས་སུ་ལོངས་ཤིག་དང། མ་འོངས་པར་མཁའ་འགྲོ་མ་འདི་དག་ཁྱེད་ལ་ཐུག་རྒྱུའི་འགན་ལེན་བྱེད་ཆོག། ཅེས་གསུངས་པ་རེད། དེ་ཉིད་ཀྱི་ཚེ་སྲས་དགའ་བོས། ད་ནས་བཟུང་ངས་སེམས་ཀྱི་སྤྲོ་སྣང་དང། སྐུལ་སློང་ཡོད་ཚད་རབ་བྱུང་གི་འཚོ་བའི་ཐོག་ཕབ་ཀྱི་ཡིན་ཞུས་ནས་རང་ཁྱིམ་དུ་མ་ལྡོག་པར་སངས་རྒྱས་བཅོམ་ལྡན་འདས་ཀྱི་དམ་པ་ལ་སེམས་རྩེ་གཅིག་པའི་སྒོ་ནས་ཉན་བསམ་སྒོམ་གསུམ་བྱས་པས། དུས་ཡུན་ཐུང་ངུའི་ནང་ཁོང་གིས་བདེན་པ་མངོན་སུམ་དུ་མཐོང་ཞིང། ཉོན་མོངས་པ་མཐའ་དག་རྩད་ནས་སྤངས་ཏེ་དགྲ་བཅོམ་པའི་གོ་འཕང་ཡང་མངོན་དུ་བྱས་པ་རེད། ལེའུ་ཉེར་བཞི་པ། སྲས་སྒྲ་གཅན་འཛིན། སྲས་སྒྲ་གཅན་འཛིན་ནི་རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་རྒྱལ་སྲིད་སྤངས་ཏེ་ཕེབས་པའི་ཉིན་མོར་སྐུ་འཁྲུངས་པ་དང། སངས་རྒྱས་བཅོམ་ལྡན་འདས་ཕྱིར་ཕོ་བྲང་དུ་ཕེབས་སྐབས་ཀོང་དགུང་གྲངས་བདུན་ལ་སོན་ཡོད་ཅིང། ཁོང་གི་མ་ཡུམ་དང་སྤོ་བོ་ལགས་གཉིས་ཀྱིས་སྐྱེད་སྲིང་འཚར་ལོངས་གནང་བ་རེད། སངས་རྒྱས་བཅོམ་ལྡན་འདས་ཚུར་ཕོ་བྲང་དུ་ཕེབས་ནས་ཉིན་བདུན་པའི་སྐབས། བཙུན་མོ་གྲགས་འཛིན་མས་རང་གི་སྲས་སྒྲ་གཅན་འཛིན་ལ་གཟབ་འཆོར་སྤྲད་ནས། སུད་ཚིག་བཞེས་བཞིན་པའི་སངས་རྒྱས་བཅོམ་ལྡན་འདས་ལ་མཛུབ་མོ་ཀེར་གྱིས་བཙུགས་ཏེ། ངའི་སྙིང་གི་བུ། ཁོང་སུ་ཞིག་ཡིན་མིན་ཁྱོད་ཀྱིས་ཤེས་ཐུབ་བམ། ཞེས་སྲས་སྒྲ་གཅན་འཛིན་ལ་དྲིས་པར་སྲས་ཀྱིས། ཡུམ་ཆེན་ལགས། ཁོང་ནི་སངས་རྒྱས་བཅོམ་ལྡན་འདས་རེད་ཅེས་ལན་བཏབ་པ་རེད། བྲག་འཛིན་མས་མིག་ཟུང་མཆི་མས་བརླན་ཏེ་སླར་ཡང་སྨྲས་པ། ངའི་སྙིང་གི་བུ། འཇིག་རྟེན་གྱི་མགོན་པོ་ཚངས་པ་ཇི་བཞིན། འཁོར་དགྲ་བཅོམ་པ་ཉི་ཁྲི་ལྷག་གིས་བསྐོར་ཞིང། གསེར་མདོག་གི་ནམ་ཟ་བཞེས་ནས་བཞུགས་པ་ཁོང་ནི་ཁྱེད་ཀྱི་ཡབ་ཆེན་རེད། ཁོང་ལ་རྒྱལ་སྲིད་ཀྱི་ཤུལ་བཞག་སྟེ་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོད་ནའང། ཁོང་གི་ཁྱིམ་སྤངས་ཏེ་ཕེབས་པའི་ཉིན་མོ་དེ་ནས་བཟུང། ང་ཚོས་ཁོང་གི་རྒྱུ་ནོར་དེ་དག་ཅི་ཞིག་བྱས་ཡོད་མེད་ཤེས་ཀྱི་མེད། དེར་བརྟེན། ཁྱེད་རང་ཡབ་ཆེན་གྱི་མདུན་དུ་ཕྱིན་ནས་འདི་ལྟར་ཞུ། ཡབ་ཆེན་ལགས། ང་ནི་སྐུ་ཉིད་ཀྱི་སྲས་སྒྲ་གཅན་འཛིན་ཡིན། ངས་མ་འོངས་པར་ཡུལ་ལུང་དེའི་རྒྱལ་པོ་ལས་ཀྱང་རྒྱལ་བོ་བྱས་ཏེ་རྒྱལ་སྲིད་སྐྱོང་དགོས་པས་ང་ལ་རྒྱུ་ནོར་ལོངས་སྤྱོད་ཤིན་ཏུ་མཁོ། དེས་ན་ཡབ་ལ་དབང་བའི་རྒྱུ་ནོར་ལོངས་སྤྱོད་ཀྱི་བདག་པོ་ནི་ཉིད་ཀྱི་སྲས་ཡིན་པས་རྒྱུ་ནོར་ལོངས་སྤྱོད་དེ་དག་ཁོ་བོར་ལག་རྟགས་ཀྱི་ཚུལ་དུ་གནང་བར་ཞུ། ཞེས་ཞུས་ཤིག་ཅེས་གྲགས་འཛིན་མས་སྲས་སྒྲ་གཅན་འཛིན་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་དུ་བཏང་བ་རེད། དེ་ནས་ཉེས་པ་མེད་ཅིང་སྐྱོན་གྱིས་མ་གོས་པའི་སྲས་སྒྲ་གཅན་འཛིན་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་དུ་བཅར་ཏེ། ཁོང་གི་ཕྱག་མཛུབ་གཅིག་གིས་སྣེ་ལ་འཇུས་ཤིང། ཞལ་ལ་སྐེར་གྱིས་གཏད་དེ། མ་ཡུམ་གྱིས་ཇི་ལྟར་གསུངས་པ་རྣམས་སངས་རྒྱས་བཅོམ་ལྡན་འདས་ལ་ཞུས་རྗེས། ཡབ་ཆེན་ལགས། ཐ་ན་ཁྱེད་ཀྱི་གྲིབ་ནག་ཙམ་གྱིས་ཀྱང་ང་ལ་ཅི་འདྲའི་བདེ་བ་ཞིག་སྟེར་གྱིན་འདུག་གམ། ཅེས་ཞུས་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་དགུང་ཚིགས་བཞེས་བསྒྲུབས་ཏེ་ཕོ་བྲང་ནས་ཕེབས་སྟོན་གནང་བ་ན། སྲས་སྒྲ་གཅན་འཛིན་ཁོང་གི་རྗེས་སུ་བརྒྱུགས་ནས་འདི་འདྲས་ཞུས་པ་རེད། ཡབ་ཆེན་ལགས། ཁྱེད་ལ་ནི་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོད། དེས་ན་ཐུགས་རྗེས་གཟིགས། ཁོ་བོས་རྒྱལ་སྲིད་སྐྱོང་བ་ལ་རྒྱུ་ནོར་ལོངས་སྤྱོད་ཤིན་ཏུ་མཁོ་བས་ཤུལ་བཞག་གི་རྒྱུ་རྫས་དེ་དག་ང་ལ་གནང་བར་ཞུ། ཞེས་ཞུས་ནའང། མི་སུ་གཅིག་གིས་ཀྱང་ཁོ་ལ་བཀག་འགོག་མ་བྱས་ཤིང་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱིས་ཀྱང་སྲས་སྒྲ་གཅན་འཛིན་ཁོང་གི་རྗེས་སུ་ཡོང་བར་བཀག་འགོག་མ་གནང་བ་རེད། དེ་ནས་སངས་རྒྱས་བཅོམ་ལྡན་འདས། ཤིང་ནཱའི་བྲོ་དེའི་ཚལ་དུ་ཕེབས་པ་ན་ཁོང་གི་ཐུགས་ལ། སྲས་དགྲ་ཆེན་འཛིན་གྱིས་ཁོང་གི་ཡབ་ཀྱི་རྒྱུ་ནོར་ལ་ཆགས་ཞེན་བྱེད་ཀྱི་འདུག་ནའང། རྒྱུ་མཚན་དེ་དག་ནི། འཛམ་གླིང་ཀུན་ཏུ་རྒྱུ་ཞིང་རྙོག་འཛིང་དང་སྡུག་བསྔལ་གྱི་རང་བཞིན་ཅན་ཞིག་ཡིན་པས། ངས་ཁོ་ལ་རྒྱུ་ནོར་ལོངས་སྤྱོད་དེ་དག་གི་ཚབ་ཏུ། རང་ཉིད་ཀྱིས་བྱང་ཆུབ་ཤིང་གི་བསིལ་གྲིབ་འོག་ནས་མངའ་བརྙེས་ཤིང། ཁོང་དུ་ཆུད་པའི་ཕག་ནོར་ཡན་ལག་བདུན་གྱི་ནོར་མཆོག་དེ་དག་སྤྲད་དེ། རྨད་དུ་བྱུང་བའི་ནོར་མཆོག་དེ་དག་གིས་བདག་པོ་བྱེད་དུ་འཇུག་དགོས་དགོངས་ནས། ཁོང་རྣམས་ཉིད་ལྷ་ཁང་དུ་འབྱོར་རྗེས། སྲས་སྒྲ་གཅན་འཛིན་ཉན་ཐོས་ཆེན་པོ་ཤཱ་རིའི་བུ་ལ་བསྟན་ནས་རབ་ཏུ་བྱུང་བར་མཛད་པ་རེད། ཡབ་རྒྱལ་པོ་ཟས་གཙང་མས། རང་གི་སྙིང་དང་འདྲ་བའི་ཚ་བོ་སྒྲ་གཅན་འཛིན་རབ་ཏུ་བྱུང་བའི་གནས་ཚུལ་ཐོས་པས་ཡིད་སེམས་མྱ་ངན་གྱིས་རབ་ཏུ་གནོན་པར་གྱུར་ཏེ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་དུ་བཅར་ནས་གུས་ཞབས་དང་བཅས་དེ་འདྲས་ཞུས་པ་རེད། ཁྱོད་ཀྱིས་ད་ནས་བཟུང་ཕ་མས་མ་གནང་བའམ་ཆོག་མཆན་མེད་པར་མི་སུ་གཅིག་ཀྱང་རབ་བྱུང་མ་བསྒྲུབ་རོགས་གནང། གང་ལགས་ཞུས་ན། དེ་སྔོན་ཁྱེད་ཀྱིས་རང་ཁྱིམ་སྤངས་ཏེ་ཕོ་བྲང་ནས་ཐོན་པ་དེས་ང་ལ་ཧ་ཅང་གི་ན་ཟུག་དང་སྡུག་བསྔལ་སྤྲད། དེ་ནས་ཡང་སྲས་དགའ་བོ་ཕོ་བྲང་ནས་ཕྱིན་པས་ང་ལ་བཏུང་བ་དང་མི་བདེ་བ་སྦྱིན་ཞིང་སྙིང་ལ་ན་ཟུག་ཚད་མེད་སྟེར། དུས་དེ་ནས་བཟུང་ངས་ཇི་ལྟར་གཅེས་པ་བཞིན་མི་སུ་གཅིག་གིས་ཀྱང་དེ་འདྲའི་བྱམས་སྐྱོང་བྱེད་མྱོང་མེད་པའི་ཚའོ་སྒྲ་ཅན་ཙིན་ལ་རེ་བ་ཡོད་ཚད་བཅོལ་ནས་དོ་སྣང་བྱེད་འགོ་བཙུགས་པ་ཡིན། འོན་ཀྱང། ཁོང་ཡང་ཁྱེད་ཀྱིས་འདིར་ཁྲིད་ནས་རབ་ཏུ་བྱུང་བར་མཛད་འདུག་ན། གནས་ཚུལ་འདི་དག་གིས་ང་ལ་བརྗོད་ལས་འདས་པའི་བློ་ཕམ་བྱུང་ཞིང་ཐེག་པར་དཀའ་བའི་སྡུག་བསྔལ་གྱིས་ནོན་པར་གྱུར། དེས་ན། ཐུགས་རྗེས་གཟིགས། ད་ཕྱིན་ཆད་ཁྱེད་ཀྱི་ཕ་མས་གནང་དབང་མེད་པར་མི་སུ་ཡིན་ཡང་རབ་བྱུང་མ་བསྒྲུབ་རོགས་གནང། ཞེས་ཞུས་པ་ན། སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་དེ་བཞིན་དུ་བྱེད་པའི་ཞལ་བཞེས་གནང་སྟེ། དུས་དེ་ནས་བཟུང་ཁོང་གི་ཕ་མས་གནང་དབང་མེད་པར་སུ་ཡང་རབ་ཏུ་བྱུང་བར་མ་མཛད་པ་རེད། བཟའ་ཟླ་ལྡན་པའི་སེང་གེ་རྣམ་པ་ཚོ་དེ་རིང་གི་ཀློག་མཚམས་ད་ག་ཞག་ཡིན་ང་ཚོ་སླར་ཡང་རྗེས་མའི་ལེ་ཚན་ནང་མཇལ་ཡོང། རྣམ་པ་ཚོས་མུ་མཐུད་འདུ་ཤེས་བྱས་ཉིན་རི་བཞིན་སངས་རྒྱས་ཀྱི་མཛད་རྣམ་གསན་ཞུ་བ་ཡིན་ན་ཉི་མ་ཉི་ཤུའི་རྗེས་ལ་ཡང་ཁྱེད་རང་གི་སངས་རྒྱས་ཀྱི་མཛད་རྣམ་ཡོངས་སུ་རྫོགས་པ་མཁྱེན་ཐུབ་ཀྱི་རེད། འོ་ཡ་ཐུགས་རྗེ་ཆེ་རྣམ་པ་ལས་ཀྱི་ཚོས་བརྒྱུད་བསྐུར་གནང་ཡས་ཁྲེལ་མ་བྱེད་རོགས་ང་ཚོ་སླར་ཡང་རྗེས་མའི་ལེ་ཚན་ན་མཇལ་ཡོང་ཐུགས་རྗེ་ཆེ་དགེ་ལེགས་འཕེལ།